ཡིན་ན་ཡང་དེ་འདྲ་གི་ཐོས་དང་ནི་གཏོང་མ་དུས་རང་གིས་ནི་ཟ་མི་རྒྱུ་གཞན་ལ་ནི་སྦྱིན་མ་དུས་དེ་ལྟར་གསེར་ནི་གི་བཅིངས་བསྡེབས་པའི་གི་རྒྱུ་ནོར་ལོངས་སྤྱོད་དེ་རྣམས་བདག་པོ་ཞེས་བྱ་བ་ལ་སྟེ་ནི་དེ་ནི་དེ་དག་ཚེ་ཕྱི་མ་ལ་ཡང་ནི་ཕན་མེད་དོ་ཚེ་འདི་ལ་ཡང་ནི་བེད་སྤྱོད་བྱེད་མ་དུས་བ་ལ་སོགས་བ་འདི་འདྲ་ཡི་རྒྱུ་རྩ་ནས་མདོར་ན་ད། རྒྱུ་ནོར་ལོངས་སྤྱོད་རང་ལ་དབང་ཆ་ཆེན་པོ་ག་ཚོད་ཡིན་ན་དཔེར་ན་འཛམ་བུ་གླིང་གི་ང་རང་ཚོའི་རྒྱལ་ཁབ་སྟོབས་ཆེ་ཤོག་གི་དཔོན་པོ་ཡིན་ཟེར་ན་ཡང་སྤྱི་ཡོངས་ཡི་གནས་བབ་སོགས་ཁྱོད་རང་དབང་ཆ་ཆེན་པོ་ཅིག་ཡོད་པའི་རྒྱོ་འཛའི་སྒོ་ནས་ང་ཅི་ཡ་ཅི་གི་མེད་ད་ལོ་ཅི་གི་མེད་ཟེ་བྱེད་ཡ་ཡོད་རེད་ཟེར་ན་ཡོད་མ་རེད་སོང་ཀོ་སྤྱི་ཡོངས་ཡི་གནས་བབ་སོགས་དབང་ཆ་ཆེན་པོ་ག་ཚོད་ཡོད་ན་ཡང་སྐྱིད་ཆེ་བ་རེད་སོང་ཁྱེད་རང་མཛེས་པོ་སྙིང་རྗེ་པོ་ག་ཚོད་ཅིག་ཡོད་ན་ཡང་ཤི་ཡོད་པའི་གནས་སྐབས་སུ་ཁྱེད་རང་མཛེས་པོ་དེ་གི་ངོ་ཁུ་ནས་ཤི་ག་ཡོད་ཤེ་ན་ཤི་བ་དེ་རྒྱང་རྒྱུ་ཁྲོན་ཡ་ཡོད་ཟེར་ན་ཡོད་མ་རེད་སོང་ད་དོ་ན་དབང་ཆ་ཆོག་པོ་རྒྱུ་མཆོག་པོ་མཛེས་པོ་དེ་དང་འདྲ་བ་གང་དང་གང་ཡོད་ན་ཡང་ཚང་མ་གི་ཤི་ཡོང་བའི་གནས་སྐབས་སུ་རྐང་གཅིག་གིས་ཀྱང་ཕན་ཐུབ་པ་བ་མ་རེད་སོ་ད་ཤི་ཡོང་བའི་གནས་སྐབས་སུ་ཕན་ཐ་ན་ང་རང་ཚོའི་ལུས་པོ་དེ་ཉིད་ལ་གཅེས་སྤྲས་མང་པོ་བྱས་འགྲོ་བ་ད་ལུས་པོ་དགོས་གང་རེད་ཟེར་ན་ཚེ་འདི་ལ་ཞོགས་ཡག་པོ་རེད་དགོས་པོ་ལ་བལྟས་ཡག་རེད་མགོ་བོ་ལ་བལྟས་ཡག་གོ་ལ་སྔ་དྲོ་ཆུ་བརྒྱབ། ཞབས་སོས་བྱུག། གང་ཡིན་ཟེར་ན་དུག་ལོག་ལྕགས་འཇམ་པ་དང་སྙིང་རྗེ་ཡག་དང་མཛེས་བ་ཆ་ཚང་གཡོ་བ་ནས་ཕག་གཟེ་མགོ་རེ་འདྲེ་ཟོས། ངོ་མ་བྱས་ན་ཁུར་ཡག་གོ་གང་རེད་ཟེར་ན་སེམས་མགོ་རེད་སེམས་མགོ་ང་རང་ཚོ་ཕྱི་ཕྱི་མིག་ནི་ལོག་སོགས་ཁུར་བྲོ་བ་ཁོ་ལ་གཡོག་བྱེད་ཅིག་ག་མ་བྱེད་བ་བྱེད་གོ་གང་ཡིན་ཟེར་ན། པ་མི་གཙང་བ་གསང་སྤྱོད་ལྟ་བུ་ཅིག་གི་ནང་གི་དོང་གི་ནང་རུ་ཕག་གི་དབྱུག་ནི་བཞག་ནས་དབྱུག་བཞག་ལ་དེ་ནི། གང་བྱེད་བ་མཐར་ང་རང་ཚོ་ཤི་ཡོང་བའི་ནི་ལོག་སོ། གྲོགས་པོ་དེ་ལ་གཅེས་སྤྲས་ག་ཚོད་མ་ཚོད་བྱས་ན་ཡང་དེ་ཚོ་ཐར་དཔེར་ན་ང་རང་ཚོ་རྒོད་པོ་ལ་བལྟས་ཡ་ཡིན་པ་ཡིན་ན་རྒོད་པོ་གི་ཁ་ལག་རེད་མ་གཏོགས་རྒོད་པོ་གི་ཁ་ལག་ལ་གཅེས་སྤྲས་བྱེད་པ་དང་གཅིག་པ་གཅིག་རྐྱང་རེད་རང་གི་ཁུར་ཡ་ཡོད་པ་གཅིག་པོ་གང་རེད་ཟེར་ན་རང་གི་སེམས་མགོ་རེད་སེམས་མགོ་ལ་ངོ་མ་བྱས་ན་གཙང་སྦྲ་ར་བྱེད་དགོས་རེད་གཙང་སྦྲ་བྱས་ན་གག་བྱེད་དགོས་རེད་ཟེར་ན་དྲན་པ་དང་ཤེས་བཞིན་འདྲ་བལྟས་ནས་དེ་ནི་བྱིང་བ་དང་རྒོད་པ་དང་འདོད་ཆགས་དང་ཞེ་སྡང་ལ་སོགས་པ་དེ་ཚོ་ཐམས་ཅད་ཕ་བསགས་ནས་ཉི་མ་རྟག་པར་རིད་བཞིན་སེམས་དེ་ཉིད་ལ་གཙང་སྦྲ་བྱས་ནས་ཁྲུས་དག་བརྒྱབ་ནས་སེམས་ཁོ་རང་གཙང་མ་གཅིག་བྱུང་ན་ད་རང་ཤི་ཡོང་བས་ནི་འོག་སོ་སེམས་གཙང་མ་དེ་གས་དེ་ནི་ག་རུ་ཕྱིན་ན་ཡང་ངོམས་སུ་ཆོག་པ་ཅིག་ཡོང་འགྲོ་བ་རེད་ཨ། ད་སེམས་ཁོ་རང་ནི་གས་ཅིག་ཅིག་གས་ཤི་དགོས་བ་མ་རེད་སོ་ད་ཁོ་ག་རུ་བྱས་ན་བྱེད་དུ་བཅུག་ཟེར་ན་ཐ་ན་སྐྱག་ཚང་ཅིག་ནང་ལ་སོང་ན་ཡང་སྐྱག་ཚང་ནང་ལ་འགྲོ་དུ་བཅུག་འགྲོ་བ་རེད་ཁོ་འོན་དུས་ཙང་ནི། སེམས་དེ་ཉིད་ལ་གཅེས་སྤྲས་མ་བྱས་སེམས་ཁོ་ནི་འགྲོ་རྒྱུ་ག་རེ་བྱས་ན་མཉམ་དུ་འཁུར་རྒྱུ་ཡིན་པ་གཅིག་ལ་ཡུན་རིང་པོ་ལ་བསམ་བློ་མ་བཏང།

ཚེ་འདི་ལ་ཡོད་བསྡད་པའི་རྒྱོ་ནོར་ལོངས་སྤྱོད་དབང་ཆ་ལ་སོགས་པ་དེ་ཚོ་ཚང་མ་ལ་བསམ་བློ་བཏང་ཡག་ཡིན་ན་ང་རང་ཚོ་སྤྱི་ཡོངས་བའི་གནས་སྐབས་སུ་ཡིན་པ་ཡིན་ན་དེ་དག་གི་ཕན་ཐོག་གི་མི་འདུག་ཨ་ད་དེ་དག་གི་ནས་སྤྱི་ཡོངས་བའི་གནས་སྐབས་སུ་ཕན་ཐོག་མཁན་གཅིག་པོ་ཁོ་ག་རེ་རེད་ཟེར་ན། ང་རང་ཚོའི་སེམས་འདི་ཉིད་གཙང་སྦྲ་བྱས་ནས་དེ་གི་སྟེང་དུ་དགེ་བ་དེ་བསགས་ན། དེ་ནི་སེ་ཕྱི་མ་ལ་ཡ་ནས་དེ་གི་ཐོག་ནས་ཕན་ཐོག་ཡག་ཅིག་ཡོང་གི་འོ་རེད་སོང་ཨ་འགྲོ་དེ་ཡིན་དུས་ཤི་བ་ལས་ཅིས་ཀྱང་མི་ཕན་པ་གསུམ་གྱིས་པར་བསམ་མོ་སོང།

འོ་ད་ངས་ཆོས་ངོ་མ་ཅིག་བྱེད་དགོས་ཨ། བསམ་བློ་གིས་བསམ་བློ་སྐྱིད་ཀྱི་རེད་སྙིང་ནས་གསུང་བར་ཁ་ནས་མ་ཡིན་པ་སྙིང་ནས་གསུང་འདུག་ཨ་སྙིང་ནས་བསམ་སྙིང་བོང་རུས་པུས་གཏིང་ནས་ངས་ཆོས་ངོ་མ་ཅིག་བྱེད་དགོས་ཨ། བསམ་བློ་བཏང། འོ་ད་དེ་འདྲ་ཞིག་སྐྱེས་ན་ད་འགྲིག་པ་རེད་གསུང་ཨ་ད་བློ་སྦྱོང་བྱེད་པའི་གི་དོན་དག་གོ་ད་དོག་དག་གུ་དེ་འདྲ་ཞིག་གོ་ཨ། ངས་བོད་ནང་དཀོན་མཆོག་ཅིག་ཡིན་པ་ཡིན་ན་ངས་གྲྭ་བ་ཡག་པོ་ཅིག་བྱེད་ཚུལ་ཡག་པོ་ཅིག་བྱེད་དགོས་ཨ། བསམ་བློ་བསམ་བློ་བཏང་རྒྱུ་དེ་གལ་ཆེན་པོ་ཞེ་བོ་རེད་དཔེར་ན་མི་སྐྱ་ཅིག་ཡིན་ན་ཡང་ཁོ་ལས་ཀ་ཧུར་ཐག་བྱེད་དགོས་ཨ་ཁྱིམ་ཚང་ཡག་པོ་སྐྱོང་དགོས་རེད་དེ་གི་ཁྲོད་དུ་ངས་ཆོས་ཡག་པོ་ཅིག་བྱེད་དགོས་ཨ་ཟེར་ཆོས་ཡག་པོ་ཟེར་ར་ཟོ་ལ་ཁྱིམ་ཚང་ཁག་ཅིག་གི་བཟའ་ཕུན་ནང་ལ་ཇུས་འདོགས་ཅིག་ག་མ་བྱེད་བ་བྱེད་དེ་ནི་གང་བྱེད་བ་རེད་ཟེར་ན་ཙོག་ཙོག་རེད་བྱེད་ནི་མ་ནི་རྐྱང་རྐྱང་ཟ་འགྲོ་བ་རེད་སོང་ཨ། དེ་ངོ་མ་བྱས་ཡིན་པས་ན་གཅིག་བྱས་ན་བྱས་བས་རེད་དེ་ཡིན་ན་ཡང་དོན་དག་ངོ་མ་ཁོ་རང་ཆོས་ཟིན་གི་གོ་ཁྱིམ་ཚང་གུ་གྲུ་ལུག་འགྲོ་སྟངས་དང་ཁྱིམ་ཚང་གོ་ཁྱི་གོ་དགེ་བའི་ཆོས་བ་དང་འཚོ་བ་ཡག་པོ་བྱེད་གི་ལམ་དེ་ལ་ས་བོན་གུ་ཡང་དག་པ་ཅིག་བསྒྱུར་ཐུས་ན། དེ་ནི་ཁ་འདོན་ཞེ་དྲག་མ་བྱས་ན་གུ་ཆོས་བྱེད་གི་བར་གང་ལྟར་གང་ཡིན་ཟེར་ན་བུ་ཕྲུག་དེ་ཚོ་ལ་སྡིག་པ་མ་བསགས་དུ་ཆུག་བས་ན་དགོང་མོ་ནས་ཚོ་ཡིན་པ་ཡིན་ན། ཏོག་ཟ་ཡོང་བའི་གནས་སྐབས་སུ་ཡིན་པ་ཡིན་ན་ཡག་ཏོག་ཏོག་བྱས་ནས་སྒྲིག་འཛུགས་འདྲ་ལ་དེ་ནས་ད་ཟ་ག་ལ་གོ་ལ་དཔེར་ན་སྒྲོལ་མ་འདྲ་སྟོན་མ་ནི་འདྲ་འཛིན་དུ་བཅུག་དེ་ནས་ཏོག་གོ་ཟས་ཚར་ར་ད་ང་ཚོས་བསྔོ་སྨོན་ཅིག་ཡིན་ད་ཟ་དེ་བསྔོ་སྨོན་འདྲ་དེ་འདྲ་སྟོན་ནས་ཀོ་ལེམ་ལུགས་ཡག་པོ་ཅིག་བསླངས་དོན་ནི་དེ་ནས་བི་ཛ་དེ་ཚོ་ཙམ་གྱིས་ལ་གུས་ཞབས་སློབ་ཡག་ལ་སོགས་པ་དང་ཡ་རབས་ཀུན་བཟང་ལ་སོགས་པ་དེ་འདྲས་ཀྱི་སྤྱོད་པ་ཡག་པོ་ཅིག་བསླབས་ཐུན་ན། ངོ་མ་ཆོས་སྐུ་དང་དུག་སྲིན་རླབས་འགྲོ་བ་དེ་ལ་བརྟེན་ནས་དེར་གང་སྐྱེ་འགྲོ་བར་ས་ན་རང་གི་རྒྱུད་ལ་ཡང་དེ་ཆོས་ཀྱི་བག་ཆགས་ལྟ་བུ་དེ་ཡང་དག་པར་ཅི་བྱ་འགྲོ་བར་ཡང་ཁོ་འདུས་ཙང་ནས་སྔོན་གྱི་གནས་སྐབས་སོགས་དེར་གོ། ཁྱིམ་ཚང་ཡག་པོ་དང་སྡུག་པོ་ཟེར་མཁན་ཀོ་བ་ཚང་མ་ང་རང་ཚོ་བཟོས་པ་རྐྱང་རྐྱང་རེད་མ་གཏོགས་པ་དང་པོ་ཡང་ན་མ་མ་ཡི་སྔགས་ནས་ཡོང་བའི་གནས་སྐབས་སུ་ཡིན་པ་ཡིན་ན་དཔེར་ན་ལྷ་ཡིན་པ་ཡིན་ན། ད་གཟོད་སྲོག་གི་ཁང་པ་དང་གྱོ་ནོར་ལོངས་སྤྱོད་ཆ་ཚང་མཉམ་དུ་ཡང་སྐྱིད་དགོས་བ་རེད་སོང་བ་རེད་ད་ང་རང་ཚོ་མི་ཡིན་ཡོང་བའི་གནས་སྐབས་སུ་ཡང་ན་མ་དུག་ལོག་དགོན་ཡང་མ་རེད་མ་ར་མ་གོ་རང་སྐྱེ་འགྲོ་བ་རེད་ཡ་ཁོ་བོས་འདི་བཟང་ནས་ད། ཚེ་ནི་ལ་མ་ཤི་ཐར་སྔ་མོད་ཀྱི་གནས་སྐབས་སུ་ལས་དང་རྣམ་པར་སྨིན་པའི་དྲིལ་བུ་དེ་འདྲ་གྱོན་མཛད་ཡོད་རེད། གཙོ་བོ་དེ་རེད། རེད་དེ་ཡིན་ན་ཡང། རྐྱེན་གཙོ་ཆེ་ཤོས་ཀྱི་གང་རེད་ཟེར་ན་དཔེར་ན་ཁྱིམ་ཚང་ཡག་པ་ཟེར་ར་བཟོ་ལ། ཚེ་ནི་ལ་གང་བྱེད་བར་ཟེར་ན། བཟའ་དཔོན་དེ་ཚོ་གིས་ཟ་སྐད་འཐུང་སྐད་བྱེད། དེ་རིང་བྱུང་བ་གོ་དེ་རིང་མ་ཟེར་བ་བྱེད། གྲྭ་བ་ནང་བཞིན། ད་གྲྭ་བ་དང་ཁྱིམ་ཚང་གཉིས་ཁ་ཁ་རུ་བསམ་བློ་གཏོང་དང་གོ། བར་ན་ཁྱིམ་ཚང་གིས་གྲྭ་བ་ནང་བཞིན་བྱེད་པོ་བ་བྱ་ཡིན་ན་ཁྱིམ་ཚང་སྤང་གོ་ལ་ལམ་སང་དོན་འགྲུབ་པོ་རེད། ད་གྲྭ་བ་གིས་ཁྱིམ་ཚང་ནང་བཞིན་བྱེད་བ་ཡིན་ན་གྲྭ་བ་དུ་རུ་སྤང་གོ་ལ་ལམ་སང་དོན་འགྲུབ་པོ་རེད། འོ་སྐོལ་འདི་ཙམ་ནི་གྲྭ་བ་གྲྭ་བས་ཀྱི་ཆོས་བྱས། མིག་བྱ་ཁྱིམ་ཚང་ཁྱིམ་ཚང་གི་ཆོས་གཏོང་དང་དེ་བ་རེད། དཔེར་ན་ཁྱིམ་ཚང་གྲྭ་བས་ཀྱི་ཁྱིམ་ཚང་གི་ལོ་སོ་བོ་བྱས་ཡ་ཡིན་པ་ཡིན་ན། གྲྭ་ཆས་ཀྱི་གོང་ག་རེད་དེ་ཁྱིམ་ཚང་དུ་འཇིག་པ་གཅིག་ཀྱང་བྱ་འགྲོ་བ་རེད། ཁྱིམ་ཚང་གི་གྲྭ་བས་ཀྱི་ལོ་སོ་བོ་བྱས་བ་ཡིན་ན་སྤང་སྒོ་སྤང་ནག་འགྲོ་གི་རེད། སྤང་སྒོ་ལ་ཕྱིན་པ་ཡིན་ན་ད་སང་ཉིན་རླུང་རྒྱུ་མ་གཏོགས་གཞན་ཟ་ཡ་རྒྱས་བ་མ་རེད་ཨ། དེ་རིང་གྲྭ་བ་ཞིག་ཡིན་པ་ཡིན་ན་ད། གང་ཨ་ལ། མ་ནི་ཡ་བུང་གི་བ་རེད་ཏོ། སང་གི་རྩོམ་འདི་ནས་ངས་ཉན་འདོད་ཇི་ལྟར་མཐར་གཏུགས་ན་ཡང།

བོད་འདི་ཟ་ནས། མདོར་ན། ཁྱིམ་ཚང་གི་ཁྱིམ་ཚང་གི་ཆོས་ཇི་ལྟར་ཡོད་རེད་གྲྭ་བས་ཀྱི་གྲྭ་བས་ཆོས་དེ་ལྟར་བ་ད་མདོར་བསྡུས་ནས་བྱས་པ་ཡིན་པ་ཡིན་ན་བབ་ས་དེ་ག་རུ་བབ་པ་རེད་ཟེར་ན། ཨེ་ད། འཆི་བ་ལ་ཆོས་མ་གཏོགས་པ་གང་གིས་ཀྱང་ནི་ཕན་ཐོགས་ཀྱི་མ་རེད་ངས་སྙིང་ཐག་པ་ནས་ཆོས་ཡང་དག་ཅིག་བྱེད་དགོས་བསམ་པ་དེ། མིག་རྒྱ་ལ་གུས་དགོས་བ་རེད་ལ་གྲྭ་བ་ལ་གུས་དགོས་བ་རེད། འོ་དེ་རྣམ་པ་གཉིས་ཀ་ལ་དཔེར་ན་མི་སྐྱ་ཞིག་ཡིན་པ་ཡིན་ན་ངས་ཆོས་ཡང་དག་ཅིག་བྱེད་དགོས་པ་ཟད་ཁོ་མི་སྐྱ་ཡིན་ཞེས་པའི་གི་གཞི་ཆགས་ཀྱི་སྟེང་དུ་ཆོས་ཡང་དག་བྱེད་ཟེར་རྒྱུ་དཔེར་ན་མི་སྐྱ་ཞིག་གིས་ཆོས་ཡང་དག་ག་གི་བྱེད་དགོས་རེད་ཟེར་ན། དང་པོ་དགེ་བསྙེན་གྱི་སྡོམ་པ་ཞིག་བསྒྲུབ། དགེ་བསྙེན་གྱི་སྡོམ་པ་ཞིག་བསྒྲུབ་ན། དཔེར་ན། ཁྱིམ་ཚང་གི་བཟའ་དཔོན་ཡིན་ན་ཆུང་མ་ཡ་གཅིག་ལ་དོལ་པོའི་ལོག་པ་སྤྱད་ཆོག་གི་བ་མ་རེད་ཁོ་དོལ། གང་ཡིན་ཟེར་ན། དེ་གི། འདི་ད། དེ། དགེ་བསྙེན་གྱི་སྡོམ་པ་ཞིག་ཐོབ་བ་རེད་ཨ། དེ་ཡིན་དུ་རྐུན་མ་བརྐུས་ཆོག་གི་བ་མ་རེད། དེ་ཡིན་དུ་རྫུན་བཤད་ཆོག་གི་བ་མ་རེད། ད་དེ་ཚོ་ཐམས་ཅད་ང་རང་དུ་ནམ་རྒྱུན་ཡང་ཇི་དགའ་བ་མ་རེད་རྫུན་མི་བཤད་རྐུན་མ་མ་རྐུ། ཨེ་དེ་ནང་བཞིན་དུ་ཡང་ནི་ད་རྫུན་དང་རྐུན་མ་དེ་བཞིན་དུ་ཡང་ད་དོལ་པའི་གི་ལོག་གཡེམ་དེ་མ་བྱེད། ཨེ་དེ་འདི་ད་ནི་རྩ་བ་བཞི་བྱེད་དེ་གི་སྟེང་དུ་དེ་ནི་འཆང། ཨོ་དེ་སྐྱེས་དེ་སྤངས་ནས་དེ་ནམ་རྒྱུན་དུ་མ་ནི་བཀྲ་ས་དགེ་བ་བཀྲ་ས། ཨ་དེ་ལྷག་པར་དུ་དཔེར་ན་དབང་དེ་འདྲ་སྟོར་བ་ཡིན་པ་ཡིན་ན་དེ་དབང་དེ་གི་བསྐུར་བའི་གེགས་ང་རང་ཚོ་ཉམས་ལེན་ལྟ་བུ་ཞིག་ཡིན་པ་ཡིན་ན་ཉི་མ་རེ་རེ་ལ་ཉུང་ཉུང་ཉུང་ཉུང་ཅིག་བསགས་བ་ཡིན་པ་ཡིན་ན་ད་དེ་གི་ངོ་མ་གོ་དེ་ཡང་ངའི་ཆོས་བསམ་བློའི་སྙིང་བོ་རུས་པའི་གཏིང་ནས་དེ་འདྲའི་ཅིག་ཁོ་ནས་བྱེད་འདོད་ཅིག་ཀུན་ནས་བསླངས་ནས་དེ་བྱས་བ་ཡིན་པ་ཡིན་ན་དེ་ཆོས་པ་གཅིག་པ་ཆོས་གཅིག་པ་ཅི་ཅག་རེད་ཆོས་པ་ཟེར་མཁན་དེ་གང་ལྟར་ཆོས་སྤྱོད་ཟེར་མཁན་དེ་ཡང་ཆོས་པ་ཆོས་པ་ཟེར་མཁན་དེ་གོས་ངུར་མིག་གོན་པ་རྐྱང་རྐྱང་གི་ཆོས་པ་ཡིན་པའི་གི་ངེས་བ་ཡོད་བ་མ་རེད་ཆོས་པ་ཟེར་བ་ཚོ་ལ་གང་ཡོད་ཟེར་ན་དཔེར་ན་རབ་ཏུ་བྱུང་བའི་རྟེན་ཅན་ཡོད་བ་རེད་ཁྱིམ་པའི་རྟེན་ཅན་ཡོད་བ་རེད་ཚང་མ་ཆོས་པ་བྱེད་ཆོག་གི་བ་རེད། བྱས་ན་ཡང་ཡིན་གྱི་མིན་གྱི་ཨང་དང་པོ་ལ་གར་དགོས་བ་རེད་ཟེར་ན་མི་སྐྱ་ཁག་ཅིག་གིས་ཆོས་ཞེ་པོ་ཅིག་བྱེད་དགོས་བ་ད་ཁོང་ཡིན་ན་ཆོས་པ་ངོ་མ་རང་རེད་དཀོན་མཆོག་ལས་ཧར་གྱི་རེད་ང་དུང་རྒྱ་ལོན་འོ་ཤ་རེད་ཤུ་གི་རེད་ཟ་ཟེར་བ་རེད་དེ་ཙམ་གྱིས་ཆོས་པ་ཡང་པོ་བྱེད་དགོས་མ་རེད་ཆོས་པ་བྱེད་པ་ལ་ཨང་དང་པོ་སྡུག་ཤོས་བ་གང་བ་ཟེར་ན་སྡོམ་པ་ཞིག་ཐོབ་དགོས་བ་རེད་སྡོམ་པ་དེ་གང་རེད་ཟེར་ན་དགེ་བསྙེན་གྱི་སྡོམ་པ་དེ་འདུག་ད་ནི་དཔེར་ན་ཕྱི་རོལ་མུ་དག་བྱས་ཟེར་མཁན་དེ་ག་ཚོད་ཡག་པོ་ཡོད་ན་ཡང་ཁོ་ལ་དཔེར་ན་བྱམས་པ་ཡོད་རེད་སྙིང་རྗེ་ཡོད་རེད་དེ་མ་ཡིན་པའི་གི་ཤེས་རབ་ཟེར་ཡག་དང་བསམ་གཏན་སྒོམ་ཡག་ལ་སོགས་པ་རྫུ་འཕྲུལ་དང་མངོན་ཤེས་ལ་སོགས་པ་མང་པོ་ཡོད་རེད་ཁོ་ཡག་པོ་མེད་པའི་གི་གྱོང་ཚོད་གང་རེད་ཟེར་ན་ཁོ་ལ་སྡོམ་པ་ཡོད་མ་རེད་གསུང་བ་སྡོམ་པ་མེད་ན་ཁོ་ལ་དགེ་བའི་གི་རྒྱུན་དེ་ཉིད་ཡོད་མ་རེད་གསུང་བ་རེད་གི་རྒྱུན་མེད་ཟེར་རྒྱུ་དེ་དགེ་བ་བྱེད་ཡོང་བའི་གནས་སྐབས་སུ་ཅུང་ཟད་དགེ་བ་བྱེད་བར་དེ་དགེ་བའི་གི་རྒྱུན་དེ་ཡོད་མ་རེད་གསུང་བ་དེ་ནང་བཞིན་དུ་ང་རང་ཚོ་ཁྱིམ་པ་ཞིག་ཡིན་པ་ཡིན་ན་ཡང་ཁྱེད་རང་གིས་དགེ་བ་ཡག་པོ་བྱེད་བསམ་བ་ཡིན་པ་ཡིན་ན་ཨང་དང་པོ་ལ་ག་རེ་དགོས་བ་རེད་ཟེར་ན་ཡིད་ཆེས་མི་ཆེས་སྡོམ་པ་དེ་བླང་དགོས་བ་རེད་སྡོམ་པ་དེ་ལ་གང་རེད་ཟེར་ན་ཁྱིམ་མིག་གི་སྡོམ་པའོ་ལ་དགེ་བསྙེན་གྱི་སྡོམ་པའང་གསོལ་བ་རེད། དགེ་བསྙེན་གྱི་སྡོམ་པ་ཟིན་གྱི་སྒོ་བླངས་ན་ད་སྡོམ་པ་དེ་ཡང་དག་པ་ཉིད་དུ་གསུངས་ན། དེ་ནི་གང་བ་རེད་ཟེར་ན་མྱང་ན་ཡང་དགེ་བ་ཡོད་རེད་ལངས་ན་ཡང་དགེ་བ་ཡོད་རེད་བཟའ་ན་ཡང་དགེ་བ་ཡོད་རེད་ཆུ་ཚོད་ཉི་ཤུ་རྩ་བཞི་འདི་ནས་ཅི་ཞིག་གི་བར་དུ་དགེ་བ་བྱས་ཙང་ཁོ་རང་རང་རྒྱུན་མ་ཆད་པའི་ཚུལ་གྱི་སྒོ་ནས་དགེ་བ་དེ་ཅུང་འགྲུབ་བ་རེད། དེ་འབྲེལ་གྱི་དགེ་བ་དེ་ང་རང་ཚོ་ལ་འབྱུང་བ་ཡིན་པ་ཡིན་ནའང་དེ་དགེ་བ་ལྟ་བུ་དེའང་ནི་ཐོག་པོ། ཁེགས་པོ། ཞེ་པོ་ཡོད་དུས་ཙང་རེད་དེ་ད་བཞིན་གོང་དུ་བཤད་ཟིན་པའི་གི་སྤང་བྱ་གང་ཡིན་ཞེ་ན་ད། ཁེགས་པོ་ལྟ་བུ་ཡོད་ན་ཡང་དགེ་བ་དེ་འབྲེལ་གྱི་དེ་འབྲེལ་ལ་བརྟེན་ནས་དེ་གི་བག་མེད་པ་ལྟ་བུ་དེ་སོས་འགྲོ་བ་རེད་དེ་ཡིན་དུས་ཙང་ནི་ད་མདོར་བསྡུས་ནས་བཤད་ན་རབ་ཏུ་འབྱུང་བ་ཡིན་ན་ཡང་འདྲ་ཁྱིམ་པ་ཡིན་ན་ཡང་འདྲ་གང་ལྟར། གང་རེད་ཟེར་ན་འཆི་བ་མི་རྟག་པ་དེ་ཉིད་ལ་ནམ་འཆི་ཆ་མེད་དང་འཆི་རྐྱེན་མང་བ་བསམ་པ་ཅི་ལ་ཕན་ཀྱང་ཨེ་འདྲ་ཅི་ལ་ཐུག་ན་ཡང་ཆོས་མ་རྟོགས་པའི་གན་མེད་ཕན་པ་དང་བཅས་ཏེ་རྣམ་པ་གསུམ་པོ་དེ་ཉིད་ལ་ཡང་ནས་ཀྱང་ནས་བསམ་བློ་ཅི་བཏང་ཡང་ནས་ཀྱང་ནས་གོམས་དེ་འབྲེལ་གྱི་དོན་ལ་ཡང་ནས་ཀྱང་ནས་སོ་སོ་ལ་ཞུ་དག་ཅི་བཏང་བ་ལ་བརྟེན་ནས་བསམ་བློའི་ནང་ལ་ག་འདྲ་ཅིག་སྐྱེ་འགྲོ་གི་རེད་ཟེར་ན།

བརྩོན་ལེན་མ་བྱས་ན་ན་བཟའ་དེ་ཡར་ལངས་ཡས་ཡིན་ག་ཡོད་རེད་ཟོ་ཁོ་རྩ་བ་གོ་དྲུང་ནས་ཇི་མི་རྩོམ་སྤོང་བ་མ་རེད་མུ་མཐུད་ནས་ད་རུང་ཁོ་གོམས་ནས་ན་བཟའ་བ་དཔེ་ན་གང་ཡོད་ཟེར་ན་ཁག་ཅིག་ལ་སྨན་དགོས་ཟེར་ནས་ན་བཟའ་བ་མེད་ན་ཡང་ད་སྐྱོན་མི་འདུག་བསམ་ནས་ཡང་ཆང་སྟོང་གྲ་མི་འདྲ་ཞིག་བྲིས་ཟ་ནས་ན་བཟའ་བ་གཅིག་སྡུག་པོ་ཅིག་ལབ་ཡོང་དུས་ད་འདི་བཅོས་ལ་མེད་པ་དེ་འདྲ་ཆགས་འགྲོ་གི་ར་དེ་ནང་བཞིན་དུ་ཨ་ནི་ད་ཚེ་འདི་ལ་ཞེན་པའི་གན་ན་བཟའ་བ་རོབ་ཙོ་ཞིག་བཅོས་ཟ་ནས་ད་སྐྱོན་མི་འདུག་བསམ་ནས་གཡུག་བཞག་ནས་དེ་ནི་ཅིག་དོན་དང་ཡང་ཉི་མ་ཅིག་ན་བཟའ་དེ་ལངས་ཡིན་པ་ཡིན་ན་ཡང་བསམ་པ་ཅིག་བཅོས་པ་བྱུང་བ་ཡིན་ན་དེ་དཀའ་ལས་ཁག་པོ་ཞེ་པོ་ཆགས་འགྲོ་བ་རེད་སོང་ང་དེ་འདུས་ཟ་ནས། དེ་ལྟར་བསམ་པ་ཞིག་སྐྱེས་ནས་སྙིང་ནས་ཆོས་དེ་འདོད་ཅིག་འོང་སྟེ་དེ་དུས་ན། སོང། ད་དོལ་ཚོད་དུས་ཚོད་དུ་ཅིག་ལ་དེ་ནི་འབྲས་བུ་ག་རེ་གཏོགས་རེད་ཟེར་ན་ཆོས་ཆོས་སུ་འགྲོ་བ་ཟེར་ན་མི་འདུག་བློ་ཆོས་སུ་འགྲོ་བ་ཟེར་གི་དེ་ད་དུས་འདྲས་ཅིག་གི་དོལ་ཚོད་ཅིག་ལ་ད་བློ་ཆོས་སུ་འགྲོ་བ་དང་ཆོས་ཆོས་སུ་འགྲོ་བ་དེ་ཡོང་ཡ་རེད་སོང། ད་དེ་འདྲས་ཡོང་ཡ་གི་བར་དུ་ང་རང་ཚོས་བསམ་བློ་གཏོང་དགོས་རེད་ཧ་བསམ་བློ་དང་ཚུར་བསམ་བློ་དང་ད་གཙོ་བོ། གཞན་ལ་བསམ་བློ་དང་གཞན་ལ་འགྲེལ་བཤད་མང་པོ་རྒྱག་པ་མ་རེད་སོ་སོ་སོ་སོ་ལ་བསམ་བློ་འགྲེལ་བཤད་རྒྱག་པ་རེད་སོ་སོ་སོ་སོ་ལ་སོ་སོས་འགྲེལ་བཤད་རྒྱག་བསམ་བློ་བཏང་ནས་ཡང་སྙིང་ངས་ཚེ་འདི་ལ་ཞེན་པ་ལྟ་བུ་དེ་མེད་པར་བཟོས་ན་ནམ་འཆི་ཆ་མེད་འཆི་རྐྱེན་ངེས་མེད། དེ་བཞིན་དུ་འཆི་རྐྱེན་མང་བ་ཅི་ལས་ཐུག་ཀྱང་ཆོས་ལ་མི་ཕན་པ་ལ་སོགས་པ་དེ་འདྲ་ལ་བསམ་བློ་ཅིག་བཏང་བ་ལ་བལྟས་ནས་ཨོ་ད་ཆོས་ཀྱི་ངེས་མ་ངེས་པར་དུ་བྱེད་དགོས་ཨ། བསམ་པའི་ཀློག་ལྟ་བུ་ཅིག་བཅོས་མ་མ་ཡིན་པ་ཅིག་སྐྱེས་སོང་ཟེར་ན།

གང་རེད་ཟེར་ན་དཔེར་ན་ད་ལྟ། རྐང་ཐང་མ་ལ་འགྲོ་མཁན་ཅིག་མི་ཞིག་ད་འདིས་ང་རང་ཚོ་འཇིག་རྟེན་པ་མང་ཆེ་ཡ་ཅིག་ལྟར་གྲྭ་བ་མང་ཆེ་ཧ་གོ། རྐང་ཐང་མ་འགྲོ་མཁན་ཅིག་གིས་མི་ཞིག་ལ་ལྟོས་ན། གང་བསམ་བློ་བཏང་ཡོད་ཟེར་ན་ད། ལྕགས་རྟ། ཟེར་ན་རྐང་འགའ་འདྲིར་ཡ། ཨ་སྐྱེས་པོ་ཞེད་པོ་ཞིག་ཏུ་བསམ་འདོད་པ་རེད། རྐང་འགའ་འདྲིའི་གཞོན་སྐྱེས་ཞིག་ལ་བསམ་བློ་བཏང་ཡ་ཡིན་ན། མོ་ཏྲ་ལ་གཞོན་སྐྱེས་ཞིག་ཨོ་ད་ཁོ་སྐྱེས་པོ་ཞེད་པོ་ཞིག་རེད་བསམ་འགྲོ་བ་རེད།

འཛམ་བུ་གླིང་གི་ནང་ན་དཔེར་ན། མི་མང་དཔའ་འབྱོར་དོན་དུ་གཉེར་མཁན་མི་བསམ་བློ་མང་པོ་ལ་བསམ་བློ་བཏང་ན་ཕྱུག་ཤོག་ཁོ་ད་སྐྱིད་ཤོག་དེས་སེམས་གོ་བ་རེད། ཕྱུག་ཤོག་བུ་སྐྱིད་ཤོག་དེས་སེམས་གོ་བ་རེད་དེ་ང་རང་ཚོ་ཕྱུག་ཤོག་གི་ནང་ནས་དེང་སང་ཕྱུག་ཤོག་འཛམ་བུ་གླིང་གི་ནང་ལ་ཕྱུག་བདག་གོ་ལ་བྱ་ཕོ་ཟེར་ཟིན་མཁན་ཞིག་མེད་དང་ཡིན་ད་གང་ཡིན་རེད་ང་རང་ཚོ་ཀུ་ཤུ་གི་ཡིན་ད་དེ་སོན་གི་ད་གོ་བ་ནི་གང་རེད་ཟེར་ན་ཕྱུག་པོ་དཔེ་དུམ་ནག་དེ་འདྲ་དངུལ་མང་པོ་ཡོད་རེད་དེ་ཤི་ཡོང་བའི་གནས་སྐབས་སུ་ཡིན་པ་ཡིན་ན་ཁོས་དངུལ་ཁོ་ཁྱོད་བེད་སྤྱོད་བྱས་ནས་ཤི་ཡ་ཁོ་ཁྱོད་རྒྱང་དུ་བྲོས་ཡ་དང་ཁོ་ལ་ན་བཟའ་བྱོས་ཡ་དགོ་ན་བཟའ་དགོ་མེད་པ་བཟོས་ཡ་དགོ་ཁོའི་ཐབས་ཤེས་ཐུག་ཡོད་ཟེར་ན་གཏན་ནས་ཐུག་ཡོད་མ་རེད་ཁོ་མི་ཐུག་དུས་རྩ་ནས་ཁོ་ཡང་གོ་དཀའ་པོ་བྱ་ཡ། གདོང་ལ་གཉིད་མ་བྱ་ཡ། དེ་བཞིན་དུ་ག་ལི་ག་ལི་བརྒལ་ཡོང་བའི་གནས་སྐབས་སུ་ག་བུར་བྱ་བའི་གི་སྡུག་བསྔལ་ཚང་མ་དེ་ཕྱུག་བདག་དེ་ཚོ་ལ་ཡང་འདུག་ག་སོང་བ་རེད་ད་ཁོ་འོན་ཏེ་ད་ནི་ང་ཚོ་གི་ནམ་རྒྱུན་དུ་ད་ཕྱུག་བདག་དེ་སྐྱེ་བོ་ཞེ་པོ་རེད་ཨ་བསམ་བློ་བཏང་ན་དཔེར་ན་ང་རང་ཚོ་གཞིས་ཀ་རྩེའི་ཁུལ་ལ་ཡིན་པ་ཡིན་ན་ཕྱུག་བདག་ལག་ཟེར་བ་རེད་དེ་ཚོ་ལ་ཕ་བསམ་བློ་བཏང་ན་ནུབ་ཀྱི་ཕ་ཕྱི་ནས་བལྟས་ཡ་ཡིན་པ་ཡིན་ན་འོ་ད་ཕྱུག་བདག་དེ་ཡིན་དུ་བ་འདུག་བསམ་ད་ཕྱུག་བདག་གི་ནང་རུ་བཅུག་ན་རྙོག་དྲ་ཡོད་རེད་དཔེར་ན་ཁྱིམ་ཚང་ཁག་ཅིག་གི་ནང་ལ་འདུག་ཚེ་ཕ་ཕྱི་ནས་བལྟས་ཡོང་ནས་ག་ཟེ་འོ་ད་ཁྱིམ་ཚང་དེ་སྐྱིམ་དུ་བ་འདུག་བསམ་ཡིན་ན་ཡང་ཁྱིམ་ཚང་གི་ནང་ལ་ཞུགས་ནས་ཉི་མ་ཁ་ཤས་ཤིག་ཁྱིམ་ཚང་གོ་ད་མཉམ་དུ་སྡོད་ད་ཁོ་ན་སྡུག་བསྔལ་དང་རྙོག་དྲ་གི་ལུང་པ་གང་ཅི་ཡོད་རེད་ཁོ་ནང་བཞིན་དུ་ཕྱུག་བདག་ཟེར་ཡ་ཚང་མ་ལ་དེ་ད་གཅིག་པ་གཅིག་རྐྱང་བྱེད་ལ་ཡོད་རེད། དེ་ནི་ཤིན་ཏུ་དབང་པ་དབང་ཆོག་པོ་ཡིན་པས་ཀྱེ་འཛམ་བུའི་གླིང་གི་རྒྱལ་ཁབ་ནང་ལ་སྤོ་སྤོ་རྩེ་གྲ་ཚང་མ་དང་དང་པོ་ཐམས་ཅད་ལ་ཡང་སྐུའི་ནང་སྒོ་ལ་ཤི་བོའི་རྙོག་གྲ་ཞུ་བ་ཡིན་ན་རྙོག་གྲ་ང་རང་ཚོ་ལས་གོ་ན་ཡང་འདུག་པ་རྙོག་གྲ་དེ་འདྲ་ཡང་ཡོད་རེད་ཨོ་སྤོ་ཡོང་དུས་ཙང་ནས་མདོར་བསྡུས་ནས་བཤད་པ་ཡིན་པ་ཡིན་ན་ང་རང་ཚོ་འཛམ་བུ་གླིང་ཙམ་མ་ཟད་པའི་འགྲོ་བ་རིས་དྲུག་གི་ནང་ནས་དཔེར་ན་ལྷ་བསིལ་བ་རེའང་ད་ལྷ་དེ་ཚོ་ཐམས་ཅད་ལ་ཡང་ནི་སྐྱེ་བོ་ཅིག་ཡོད་ཟེར་ན་ཡང་མཐར་གང་ཡིན་ཟེར་ན་ཁོ་གི་བསོད་ནམས་ཀུན་བཟོ་བ་ལ་བལྟས་ནས་དེ་ནི་ཚེ་སྔ་མའི་ལས་ཀྱི་རྣམ་པར་སྤིན་པ་ལ་བརྟེན་ནས་ངན་སོང་དུ་སྐྱེ་བ་ལས་འགྲོ་བ་མདོར་བསྡུས་ནས་བཤད་ན་དམྱལ་བ་ཡི་དྭགས་དུད་འགྲོ་མི་དང་ལྷ་དང་ལྷ་མ་ཡིན་དང་བཅས་ཏེ་རྣམ་པ་དྲུག་པོ་དེ་ལ་འགྲོ་བ་རིས་དྲུག་ཟེར་བར་འགྲོ་བ་རིས་དྲུག་གི་ནང་དུ་གང་ལ་བསམ་བློ་བཏང་ན་ཡང་ཚང་མ་ལ་བདེ་སྐྱིད་ཡང་དག་པ་དེ་འདྲ་ཡོད་རེད་ཡོད་རེད་ཟེར་ན་བདེ་སྐྱིད་དེ་གཏན་ནས་ཡོད་མ་རེད་གསུང་བ་རེད། འོ་ཡོད་མ་རེད་དེ་འདི་ཟེར་ནས་ཚང་མ་སྡུག་བསྔལ་གྱི་རང་བཞིན་ཡིན་པ་ཉིད་དུ་ད་སྡུག་བསྔལ་གྱི་རང་བཞིན་ཡིན་པ་ཉིད་དུ་འདུག་ཟེར་ཨ་སྡུག་བསྔལ་རེད་ཨ་བསམ་བློ་བཏང་ན་ཡོང་ཨ་མོ་རེད་ག་ལི་ག་ལི་རེ་རེ་རེ་རེ་ལ་བསམ་བློ་བཏང་བསམ་བློ་བཏང་བསམ་བློ་བཏང་ན་ད་ངོ་མ་སྲིད་པ་གང་གསུམ་གྱི་འཁོར་བ་དེ་སྡུག་བསྔལ་གྱི་རང་བཞིན་རེད་ཨ་བསམ་བློ་བསམ་བློ་བཏང་ཡག་གི་ད་དེ་འདྲ་ཞིག་སྐྱེ་འགྲོ་གི་བ་རེད་སོང་ཁོ་བོས་བྱེད་མོད་ཁོ་བོས་ཉེས་དམིགས་དྲན་པ་ནི་སྲིད་རྒྱུ་ད་ད་ཉེས་དམིགས་དྲན་སྟངས་གོ་ལ་གག་རེད་ད་དང་པོ་ད་བཞིན་གོང་དུ་བཤད་པ་ནན་ཞིང་རེད་ཉེས་དམིགས་གོ་མི་སོང་བ་ཉེས་དམིགས་དྲན་དྲན་སོས་སོང་བ་རེད་དྲན་སོས་སྟངས་དེ་གག་རེད་ཟེར་ན།

མཐར་གང་ཡིན་ཟེར་ན་ཁོ་བོས་ཆུའི་རྒྱ་པོ་ཕྱེས་ཡོང་བའི་ནི་གོག་སུ་ཡིན་པ་ཡིན་ན་གང་ཡིན་ཟེར་ན་ཡང་དབོལ་པོ་དང་སྤྲང་པོ་ལ་སོགས་པ་དེ་འདྲར་བགྱིད་རྒྱུ་བ་རེད་གསུངས། དེ་ནས་ཤུལ་དུ་ང་རང་ཚོའི་ལྷ་ཚངས་པ་དང་རྒྱལ་ཆེན་ཟེར་ཡག་ལ་སོགས་པ་ཀུན་ཀྱང་དེ་དག་ཐམས་ཅད་བདེ་བ་མཆོག་ཡིན་སྙམ་དུ་སངས་དེ་དག་ཐམས་ཅད་ཀྱང་སྡུག་བསྔལ་གྱི་རང་བཞིན་ལས་མ་འདས་ཏེ་དེ་རྣམས་ཀྱི་ཚེ་དང་ལོངས་སྤྱོད་དཀའ་བ་དུ་མར་གནས་ཤིང་རྒས་ན་ཡང་མཐར་འཆི་ཞིང་འཇིག་སྟེ་དམྱལ་མེ། མཐར་གང་ཡིན་ཟེར་ན་འཆི་ཞིང་འཇིག་ནས་ཚེ་རང་སྔར་མེད་ཀྱི་ལས་དང་རྣམ་པར་སྨིན་པའི་འབྲས་བུ་ལ་བརྟེན་ནས་དམྱལ་མེ་ལ་སོགས་པའི་སྣང་བ་རྣམ་མེད་ལ་སོགས་པ་དེ་འདྲ་གྱི་ནང་དུ་བ་ནས་སྐྱེ་བ་ལྟ་བུ་དེ་ཉིད་ཡིན། སྐྱེ་བའི་ཉེན་ཁ་ལྟ་བུ་དེ་ཡོད་པས་ན་སོ། དེ་ཐམས་ཅད་ཀྱང་སྡུག་བསྔལ་གྱི་རང་བཞིན་ལས་མ་འདས་སྙམ་དུ་བསམ་ཞིང་སོ། ད་དེ་ཇི་དུས་ཙམ་ནས་ཨ་ལ་དང་པོ་ལ་སྡུག་བསྔལ་གྱི་བསམ་གཟས་ཡག་གོ་བསམ་པ་ལ་ཤེས་པ་རེད་གསུང་བ་རེད། དཔེར་ན་སྡུག་བསྔལ་དུ་ཨ་ལ་དང་པོ་རྒྱ་ཆེན་པོ་དེ་འདྲ་མང་ན་ཁྱིམ་ཚང་གོ་ལ་བསམ་བློ་བཏང་ན་དཔེར་ན་ང་རང་ཚོ་ཁྱིམ་ཚང་གཅིག་གི་ལུང་པ་གཅིག་གི་ནང་དུ་དཔེར་ན་ཁྱིམ་ཚང་ཆོག་ཤོས་དེ་ལ་བསམ་བློ་བཏང་ན་ཆོག་ཤོས་དེ་སྐྱིད་པོ་འདུག་ག་མི་འདུག་བསམ་བློ་བཏང་ནས་ཕ་ཡི་ཆོག་ཤོས་དེ་གི་མགོ་བོའི་ནང་ལ་གཅིག་འདུག་ན་སྡུག་བསྔལ་ག་ཚོད་འདུག་ག་དེ་བཟང།

དེ་ནི་ནང་ནས་ཉམས་མྱོང་གི་གཟུགས་ཀྱི་སྒོ་ནས་དེ་ནི་གང་ཡིན་ཟེར་ན་ཆོས་ལམ་དུ་འགྲོ་ཡ་ལྟ་བུ་ཅིག་ཡོང་གི་བ་རེད་དེ་ཆོས་ཁོ་རང་ལམ་དུ་འགྱུར་ད་ཕྱིན་སྒོ་གང་ཡིན་ཟེར་ན་བློ་དེ་ཆོས་སུ་འགྲོ་བ་རེད་ཨ་བློ་ཆོས་སུ་འགྲོ་བ་ཟེར་མཁན་དེ་རེད་ད་ཆོས་བློ་ཆོས་སུ་འགྲོ་ཡ་ལྟ་བུ་དེ་དེ་འདྲས་ཀྱི་ད་ཕྱིན་གོང་དུ་བཤད་ཟིན་པའི་སྲིད་པ་སྐབས་གསུམ་སྐོར་བ་ཉིད་མིག་གི་རང་བཞིན་ཡིན་པ་ཉིད་དུ་བཤད་ན་ཆོས་བློ་ཆོས་དེ་ལམ་དུ་འགྲོ་ཟེར་ན་རང་གི་ཆོས་དེ་ཚེ་འདི་དང་ཚེ་ཕྱི་མ་ཙམ་མ་ཡིན་པ།

ཡོད་དེ། ཁམས་གསུམ་སྡུག་བསྔལ་གྱི་རང་བཞིན་ལས་མ་འདས་པ་སྡུག་པས་ན་མྱ་ངན་ལས་འདས་པའི་བདེ་བ་གཅིག་རང་དགོས་སྙམ་པའི་བློ་སྐྱེ་ཞིང་ལམ་ཐམས་ཅད་དེས་དོན་གྲུབ་པ་ཞིག་འོང་ངོ་གསུང་བ་རེད་དེ་རེད། ད་དེ་ལྟར། དེ་གའི་ད་གཉིས་པ་དེ་རེད་ད་གསུམ་པ་དེ་གཉིས་ལ་གང་རེད་ཟེར་ན་ད་བྱང་ཆུབ་ཀྱི་སེམས་སྒོམ་ཟེར་རྒྱུ་དེ་རེད་གོ་ད་འདི་བདག་དོན་ལ་ཞེན་པའི་དངོས་པོ་ད་བདག་ཀྱང་ཀྱང་གི་དོན་ལ་བསམ་བློ་མ་གཏོང་སོང་བར་བདག་ཀྱང་ཀྱང་གི་དོན་ལ་བསམ་བློ་བཏང་ཡིན་པ་ཡིན་ནའང་དེ་ནི་གང་བྱས་འབྲེལ་བ་རེད་ཟེར་ནའང་འེ། དཔེར་ན་ང་རང་ཚོས་ཁོ་རེ་ཨ་ལུང་པ་ཞིག་གི་ནང་རུ་ཚོན་གྲངས་ཞིག་གདམ་དགོས་བྱུང་ན་ཚོན་གྲངས་གུ་གེ་འདྲ་ཞིག་གདམ་གི་རེད་ཟེར་ན། རང་ཤེད་ཆེན་པོ་འོ་འདྲ་ཡིན་ན་ཚོན་གྲངས་ལ་གདམ་གི་མ་རེད་གཙོ་བོ་གུ་མི་ཚང་མ་ལ་བསམ་བློ་གཏོང་ཐུན་གྱི་ལྟས་སུ་འཇོན་ཐང་ཡོད་བ་བསམ་བློ་གཏོང་ཐུན་གྱི་ཞིག་ལ་མི་ཚང་མ་གི་ཚོན་གྲངས་འདྲ་པོ་ཞིག་གདམ་འགྲོ་གི་རེད་ཨ། འཁོར་འདི་དག་ནི་ད། རང་བཞིན་ཆེན་པོ་ཡོད་ན་ཚེ་འདི་ལ་ཚོན་གྲངས་ཡང་ཡང་མང་བ་སོང་བ་ད་ཚོན་གྲངས་དེ་རང་བཞིན་ཆེན་པོ་ཡོད་ན་ཁྱེད་རང་གིས་ཡང་ན་རྩིབས་དོར་ནས་རྒྱབ་ནས་ལྟ་ཨ་ཁོ་ར་བརྒྱུད་ནས་ཡན་ནས་ཚོན་གྲངས་ལེར་མེར་ཞིག་མ་གཏོགས་པ་གང་ལྟར་མ་ནི་ཡང་མང་ཚོགས་ཀྱིས་འདེམས་བསྐོ་བྱས་ནས་ཚོན་གྲངས་ཅིག་ལ་སླེབས་དགོས་ཀྱི་ཡོད་ན་རང་བཞིན་ཆེན་པོ་གི་མི་ཞིག་ཚོན་གྲངས་ལེན་དགོས་མ་རེད་སོང་དེ་གཅིག་རེད་གཉིས་ནི་ཁྱིམ་ཚང་གཅིག་གི་བཟའ་དཔོན་དེ་ལ་རང་བཞིན་ཆེན་པོ་ཡོད་ན་ཁྱི་པང་དེ་གི་བཟའ་དཔོན་ཡོང་གི་མ་རེད་སོང་བ་རེད་ར་དགོས་མཁོ་གང་རེད་ཟེར་ན་ཀོ་ལ་རང་བཞིན་ཆེན་པོ་ཡོད་ན་མི་ཚང་མ་གི་བརྩི་བ་བྱེད་ཀྱི་མ་རེད་ཨ། ཨའོ་མི་ཚང་མ་བརྩི་ཡོད་མི་བརྩི་ཚང་ཡོད་དེ་སྐོར་ཁ་ཁ་སྤོ་བ་ནི་དེ་ནི་མི་ཡ་གཅིག་བདེ་སྐྱིད་ཁ་ཁ་སྤེ་ན་མང་པོ་ཅིག་གྲགས་ཡ་གྱོང་ཚད་གོ་ཐེ་ཤ་བ་ཁྱིམ་ཚང་ཁག་ཅིག་གྲགས་འགྲོ་གི་དང་བཟའ་དཔོན་དང་ཁ་ཁ་གྲགས་བཟའ་དཔོན་གོ་འཇོན་ཐང་མེད་མི་ཚང་མ་ལ་བསམ་བློ་གཏོང་མ་དུས་ཁོ་རང་ཤེད་ཆེན་པོ་ཡོད་དུས་ད་ནི་ཁོ་ཆགས་ཡོད་དུས་ད་ནི་ཐ་ན་ང་རང་ཚོ་རང་ཤེད་བྱེད་ན་ཚེ་འདི་ལ་ཡང་ཁྱིམ་ཚང་གི་བཟའ་དཔོན་དེ་བྱེད་མ་དུས་པ་ཡིན་པ་ཡིན་ན་དེ་ནི་རང་ཤེད་ཆེན་པོ་ཅིག་བྱ་ན་སངས་རྒྱས་བཅོམ་ལྡན་འདས་ཀྱི་གོ་འཕང་ད་ད་སྤྲོས་བྲལ་རང་རེད་གསུང་འདུག་བར་གོ་ཡོད་དུས་ད་ནི་རང་ཤེད་ཆེན་པོ་ཅིག་མ་བྱེད་གསུང། མཐར་རང་ཤེས་ཆེན་པོ་ཟེར་ཡ་དེ་འདིའི་གནས་སྐབས་ཀྱི་རང་ཤེས་དེ་གལ་ཆེ་རེད་བ་ཟེར་ན། དཔེར་ན། རང་ལ་རྒྱུ་ནོར་ལོངས་སྤྱོད་མང་པོ་ཞིག་གྲུབ་ཡ་དེའི་ཆེད་དུ་རང་ཤེས་འདི་སྲིད་གོ་བ་མ་རེད། དཔེར་ན། ད་སྲིད་པ་གང་མཚུངས་ཀྱི་གོ་བ་དེ་སྡུག་བསྔལ་རེད། ཚེ་འདི་ལ་ཡང་སྙིང་པོ་ཡོད་བ་མ་རེད། འོན་ཀྱང་སྡུག་བསྔལ་དེ་ཉིད་ལས་ཐར་བའི་གི་ཆེད་དུ། སོང་བ། སྡུག་བསྔལ་དེ་ཉིད་ལས་ང་རང་གཅིག་པུ་ཐར་ཡག་གི་ཆེད་དུ། དེ་ནི་ངའི། སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་ལ་སོགས་པ་དགེ་བའི་ཆོས་དེ་དག་ཐམས་ཅད་ཧུར་ཐག་བྱེད་ཀྱི། ཆོས་རྣམ་དག་བྱེད་པར་བགྱི་བར་བསྐོས། བྱེད་པར་བགྱི་བར་ཡིད་ནས་ཡང་བསྐོས་ལོང་གོ་གང་རེད་ཟེར་ན། རང་ཉིད་ཞེས་དེའི་དོན་དུ་གཉེར་བ་ཟེར་ན་འདིར་རང་ཉིད་བྱེད་པོ་གཙོ་བོའི་ས་བཞི་ལྷའི་འདྲ་དྲིལ་བུ། གང་ཡིན་ཞེ་ན་ཉན་ཐོས་ཀྱི་བྱང་ཆུབ་རང་ཅག་གི་བྱང་ཆུབ་ཐོབ་འདྲ་གཉིས་པ་རེད་ཨ། ཨོ་ད་དེ་འདྲ་ཞིག་བྱེད་ཡ་ཡིན་པ་ཡིན་ན། འདི་ལ་ག་རེད་ཟེར་ན། དེ་ནས་ཐིགས་པ་ཆེན་པོའི་ངོས་ནས་ས་ལོ་ལྟ་ཡིན་ན་ད་མི་སྟེ། རྒྱབ་ཆུང་ང་ཞེ་བོ་ཅིག་རེ་སོང་འགྲོ་བར་གོ་ག་རྒྱབ་ཆུང་ང་ཡིན་པའི་རྒྱོ་མཚན་གང་རེད་ཟེར་ན། ཁོས། ཕ་མ་སེམས་ཅན་མང་པོ་ཅིག་གཡུག་བཞག་ནས་སོ་སོ་གཅིག་པོ་སྐྱེས་པོ་བཏང་ན་དཔེ་ན་གང་ཡོད་ཟེར་ན་ཁྱིམ་ཚང་གཅིག་གི་ནང་ལ། ཕ་མ་གཉིས་བྱས། ཕ་མ་གཉེན་པོ་གི་སྤུ་གུ་དེ་ད་ལོ་མང་པོའི་བར་དུ་དཀའ་ལས་སྐྱབས་མང་པོ་གསོ་སྐྱོང་བྱས་ཚང་མ་ཡག་པོ་བྱུང་ད་སྤུ་གུ་དེ་འཁྱོག་པོ་ཞེ་པོ་ཅིག་ཆགས་ནས་བསྡད་ཡོད་ན་ཕ་མ་གཉེན་པོ་དེ་ལ་ཟ་རྒྱུ་དང་འཐུང་རྒྱུ་གང་ཡང་མ་བྱེད་པར་ཇུས་འདོགས་རྐང་ཞིག་མ་བྱེད་ཁོ་རང་སྐྱིད་པོ་རྒྱག་པོ་བྱས་ནས་ཕ་བསྡད་ན། བོང་བ་གཤིན་རྗེ་རྣམས་ཀྱིས་གང་ཟེར་གྱིས་ཟེར་ན་མི་ཁྱི་འདྲ་བོ་ཞིག་བར་ཟིན་གྱིས་ཁོ་ཕ་མ་གཉིས་པོ་ལ་ཡང་ཞབས་ཕྱི་ཞུ་གི་མ་རེད་ཁོ་ལ་ཟེར། ཁོང་ནན་ཅིན་དུ་བྱང་ཆུབ་སེམས་དཔའ་ཅིག་ངོས་ནས་ཉན་འདོད་ཅིག་ལ་བལྟས་ཨ་ཡིན་ན་པ་ཆེན་ཁྱི་འདྲ་བོ་ཞིག་ཡོད་བསམ་ན་འདང་འགྲོ་གི་རེད་ཁོ་ཡོང་དུས་གང་ཡོད་ཟེར་ན་ཕ་མ་སྡུག་བསྔལ་གྱིས་བསད་དོ་ཞག་བདག་བདེ་བར་སྡོད་པ་དེ་ལས་ལས་ཅེས་ཇི་བཞིན་རིན་པོ་ཆེ་གྲྭ་བ་རྒྱ་མཚན་གྱིས་གསུངས་བ་རེད་ཕ་མ་སེམས་ཅན་ཐམས་ཅད་སྡུག་བསྔལ་གྱིས་བསད་དོ་ཞག་ནས་བདག་རང་ཉིད་གཅིག་པོ་བདེ་བར་སྡོད་པ་དེ་ཉིད་ནི་དེ་ནི་ཤིན་ཏུ་ནས་ཀྱང་ཐབས་སྐྱོ་བོ་རེད་ཁོ་ཡོང་དུས་རྩ་ནས། མདོར་ན་བདག་རང་གི་དོན་དག་ལྟ་བུ་དེ་ཉིད་ལ་བསམ་བློ་གཏོང་ཡ་ལྟ་བུ་ད་འདི་ཡང་བདག་རང་གི་དོན་དག་རང་དོན་གྱི་བསམ་བློ་གཏོང་ཡ་དེ་གང་ཡིན་ཟེར་ན་ཚེ་འདི་ལ་ཐོབ་བརྒྱག་སྒོ་བརྒྱག་བྱུང་བ་དེ་འདྲ་མ་རེད་གསུང་བ་རེད་གོ་གང་ཡིན་ཟེར་ན་སེ་ར་སྔ་མའི་གནས་བབས་སུ་གོམས་བདེ་བ་ད་ཅི་ངས་ཞུས་བ་ནས་བཞིན་དུ་ང་ཚོ་གི་སེམས་སེང་གེ་གི་བག་ཆགས་ལྟ་བུ་དེ་ནི་རང་ལ་ཐོབ་བརྒྱག་སྒོ་བརྒྱག་བྱུང་བ་དེ་འདྲ་མ་ཡིན་པར་སེ་ར་སྔ་མ་ནས་བག་ཆགས་ཡོང་བ་དཔེར་ན་གང་ཡིན་བ་ཟེར་ན་ང་རང་ཚོ་སྤུ་གུ་ཆུང་ཆུང་ཁག་ཅིག་ལ་གཤིས་ཀ་ཡག་པོ་འཇམ་པོ་དེ་འདྲ་ཁག་ཅིག་ལ་གཤིས་ཀ་གྱོང་པོ་དཔེར་ན་ཁོང་ཁྲོ་ཁྲ་པོ་དེ་འདྲ་ཡོད་རེད་ཨ། ཁོ་སྤུ་གུ་རྣམ་པ་གཉིས་པོ་ཕ་མ་གཉིས་ལ་བརྟེན་ནས་སྤུ་གུ་གཅིག་པ་སྐྱེས་པ་ཡིན་པ་ཡིན་ན་ཡང་ཁོ་གཤིས་ཀ་མི་འདྲ་བ་གྱོན་ཚོད་གང་རེད་ཟེར་ན་ཁོ་ལུས་དང་ངག་དེ་ཕ་མ་གཉིས་ཀྱི་ཁུ་ཁྲག་ལ་བརྟེན་ནས་བྱུང་བ་དེ་གཅིག་པ་ཆགས་འགྲོ་བར་དེ་ཡིན་ན་ཡང་ཁོའི་རྣམ་ཤེས་དེ་ཚེ་སྔ་མའི་གནས་སྐབས་སུ་རང་རང་སོ་སོ་གི་རྣམ་པར་ཤེས་པའི་གི་རྒྱུན་ལྟ་བུ་དེ་ལ་ཡོང་བ་ཡིན་དེ་རྩ་ནས་ཁོའི་སྟེང་དུ་དེ་ནི་སྔ་མའི་གི་བག་ཆགས་ལ་བརྟེན་ནས་མི་འདྲ་བ་བྱུང་བ་ཡིན་དེ་རྩ་ནས་དེ་དེ་ལ་ཞེ་སྡང་ཤས་ཆེ་བ་དང་ཞེ་སྡང་ཆུང་ཆུང་བ་ལ་སོགས་པ་དེ་འདྲའི་གི་རིན་དང་བློ་ལྟ་བུ་དེ་གཉིས་ཀྱང་ནས་ཡོང་སྟེ་འགྲོ་བར་ཡང་ཁོ་ཡིན་དེ་རྩ་ནས། མདོར་ན། ང་ཚོ་གི་ད། སེམས་ཀྱི་རྟགས་འགའི་ད། ཞེ་སྡང་ཟེར་ན་མི་འདུག་ད་ཡོད་ན་ད་ཕྱིན་གོང་དུ་ཤོད་ཟིན་པ་ནང་བཞིན་དུ་ཨ་ནི་ད་རང་གི་དོན་ལ་བསམ་བློ་བཏང་ཡང་དེ་ཚེ་སྔ་མའི་གནས་སྐབས་སུ་གོམས་གཤིས་དེ་རེད་དོ། རེད་དེ་ཡིན་ན་ཡང་ཚེ་འདི་ལ་གོམས་གཤིས་ལྟ་བུ་དེ་ག་ལེ་ག་ལེ་བསྒྱུར་ན་བསྒྱུར་མི་བདོ་བ་དེ་འདྲ་རེད་ཡ་ཟེར་ན་བསྒྱུར་མ་བདོ་བ་ལྟ་བུ་དེ་འདྲ་མ་རེད་སོང་དཔེར་ན་ང་ཚོ་གི་སྡིག་པ་དེ་བསགས་ན་ད་སྡིག་པ་བསགས་ན་ད་ཚ་ཚ་ར་རེད་བས་དེ་མེད་པ་རེད་ཡ་ཟེར་ན་མ་རེད་སོང་གོ་ལ་ཐབས་ཤེས་བྱེད་ཨོ་རེད་སོང་སྡིག་པ་བསགས་ན། དྲིལ་བུ་དེ་ལ་དུག་ལྔ་ཡོང་རྒྱུ་དེ་རེད་དེ། གལ་ཏེ་ཡིན་ན་ཡང་དུག་གུ་དྲིལ་བུ་དུག་ལྔ་མི་ཡོང་བའི་གི་ཐབས་ཤེས་ག་རེ་བ་རེད་ཟེར་ན། དེ་བཞིན་དུ་བཤགས་པ་བྱེད་ཡ་དེ་འདྲ་ཡོད་རེད་ད་བཤགས་པ་བྱེད་ཡོང་བའི་གནས་བབ་སོགས་དཔེར་ན་དེ་རིང་སྡིག་པ་ཅིག་བྱས་ནས་དེ་རིང་ཐོ་བཞིན་བཤགས་ཟེར་ངག་ནས་ད་ངས་དེ་བྱས་པ་དེ་དེ་ནས་འགྲིག་མི་འདུག་ཨ་བསམ་ནས་བསམ་བློ་བཏང་དེ་མ་ཎི་དྲག་དྲངས་བེ་བཟའ་གུ་རུ་དྲག་དྲངས་རྡོ་རྗེ་སེམས་དཔའ་དྲག་དྲངས་ཡང་གསང་མུ་ཐུད་ནས་བྱས་ཡ་ཡིན་པས་ན་སྡིག་པ་བཤགས་འཐུས་པར་སོང་བས་བཤགས་འཐུས་དགོས་བ་མ་རེད་གསུང་བ་ད་གང་རེད་ཟེར་ན་སྡིག་པ་བཤགས་ཡོང་བའི་གནས་བབ་སོགས། དེ་རིང་ས་ཡ་གི་སྡིག་པ་ལྟ་བུ་དེ་ཡིན་པ་ཡིན་ན་གཏན་ནས་འགྲིག་མི་འདུག་ཨ། བསམ་པ། སོ་སོ་གི་ཁོག་པའི་ནང་དུ་དུག་སོང་བ་ནང་བཞིན་དུ་འགྱོད་སེམས་དྲག་པོ་ད་ཕྱིན་ཆད་ཡིན་ན་ངས་སྡིག་པའི་ལས་དེ་ལྟ་བུ་བྱེད་ནས་བྱེད་ཀྱི་མེད་ཨ་བསམ་པའི་གི་འགྱོད་སེམས་དྲག་པོ་དང་བཅས་པའི་སྒོ་ནས་སྡིག་པ་དེ་བཤགས་ན་འགྲིག་པ་དེ་གས་ག་ལི་ག་ལི་ཧྲབ་ཏུ་སོང་ནས་དེ་གི་འབྲས་བུ་རྣམ་པར་སྨིན་པའི་འབྲས་བུ་རྣམ་སྨིན་དེ་སྦྱིན་འདུག་ག་བ་མ་རེད་སོ་མ་གཞི་ས་བོན་ཁོ་རང་རྦད་དེ་གཅོད་མ་ཐུས་ན་ཡང་ཁོ་ལ་རྐྱེན་དེ་མ་བཟང་བ་དེ།

ཨོ་དེ་དང་འདྲ་བར། ང་རང་ཚོས་སྡིག་པ་བྱུང་ན་ཡང་བཤགས་རྒྱུ་མེད་པ་མ་རེད། དེ་ནས་གཞན་དུ་ང་རང་ཚོས་ཚེ་ར་ཁོ་བ་ཐོག་མ་མེད་པ་ནས་ད་རེས་བར་དུ་ཡང་དག་པར་གོམས་པ་ལ་བརྟེན་ནས་དང་གོམས་པ་ལ་བརྟེན་ནས་དེ་ནས་བདག་འཛིན་བདག་གཅེས་འཛིན་ལ་སོགས་པ་དེ་འདྲ་ཡོད་ན་དེ་ག་ལི་ག་ལི་དེ་ལས་འདའ་བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་ཅེས་བྱ་བ་ལ་སོགས་པ་དེ་འདྲས་ཀྱི་ག་ལི་ག་ལི་གོམས་པར་བྱེད་པ་ཡིན་པ་ཡིན་ན་ཡང་དག་དོན་ལ་ཞེན་པའི་གི་ཞེན་པ་དཀར་པོ་དེ་ཡང་ནི་དེ་འདྲས་ཀྱི་གཟུགས་ཀྱི་སྒོ་ནས་བདོག་ཐུག་གི་རེད་གསུངས་འགྲོ་བ་ད་དེ་བདོག་དང་འདི་པོ་དེ་རྗེས་རེད། དེ་ལྟར་རྒྱུད་ལ། མྱ་ངན་ལས་འདས་པ་བཞིན་རང་དགོས་སྙམ་པའི་བློ་ཞིག་གིས་ཐམས་ཅད་དུ་དོན་གྲུབ་པ་ཞིག་འོང་ངོ། དེ་ལྟར་རྒྱུད་ལ་སྐྱེས་ན་ཡང་བྱང་ཆུབ་ཀྱི་སེམས་དང་མི་ལྡན་པར་སོང་བ་རེད། དེ་འདྲ་ཞིག་དཔེར་ན་སེམས་རང་གིས་བྱང་ཆུབ་ཀྱི། སྲིད་པ་ཁམས་གསུམ་འཁོར་བ་དེ་སྡུག་བསྔལ་གྱི་རང་བཞིན་ཏེ་དེ་ལས་ངེས་པར་ཐར་བ་ཅིག་བྱེད་དགོས་ཨ་སྙམ་དུ་བསམ་པའི་གི་བློ་ཞིག་སྐྱེས་ན་ཡང་སོང་བ་རེད་གསུམ་པ་དེ་ལ་བརྟེན་ནས། དེ་ལྟར་རྒྱུད་ལ་སྐྱེས་ན་ཡང་བྱང་ཆུབ་ཀྱི་སེམས་དང་མི་ལྡན་པར་སོང་བ་རེད། བདག་གཅིག་པུ་གིས།